གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ཀློང་ཆེན་རབ་འབྱམས་པ་དྲི་མེད་འོད་ཟེར། ཀློང་ཆེན་རབ་འབྱམས་པ་དྲི་མེད་འོད་ཟེར་ནི། ཕྱི་ལོ་ཆིག་སྟོང་སུམ་བརྒྱ་བཅུ་མེད་བརྒྱད་ལོར། ལྷོ་གཡུ་རུའི་ས་གནས་ཀྱི་གྲོང་གསེབ་ཅིག་ཏུ་སྐུ་འཁྲུངས། གུང་ལུགས་ལྔ་ཡས་མས་ནས་སློབ་གཉེར་གྱི་དབུ་བཙུགས། རབ་ཏུ་བྱུང་བའི་མཚན་ལ་ཚུལ་ཁྲིམས་བློ་གྲོས་ཞེས་ཟེར། སྔ་ཕྱིར་རྙིང་མའི་རིག་འཛིན་ཀུ་མཱ་རཱ་ཇཱ་སོགས་མཁས་གྲུབ་ཀྱི་བླ་མ་མང་པོ་བསྟེན་པའི་དྲུང་ནས་མདོ་རྒྱུད་ཀྱི་ཆོས་མང་པོ་གསན། སྐུ་ན་གཞོན་དུས་ནས་ལུང་དང་རིགས་པའི་གནས་ཀུན་ལ་ཐོགས་ཐིག་མེད་པ་ཞིག་ཡིན་པས་དགེ་བཤེས་བསམ་ཡས་པ་ཞེས་པའི་མཚན་ཐོགས། ཅུང་དགུང་ན་ལོན་པ་ན། གསང་ཕུ་ནེའུ་ཐོག་དགོན་པ་སོགས་དབུས་གཙང་ཡུལ་གྱི་ཆོས་སྡེ་ཆེ་ཁག་མང་ཆེ་བ་བསྐོར་ཏེ་གསན་བསམ་མཛད། འཆད་རྩོད་རྩོམ་གསུམ་ཀུན་ལ་ཐོགས་པ་མེད་པའི་མཁས་པར་གྱུར་པས་ཡོངས་གྲགས་སུ་བོད་ཀྱི་འཇམ་དབྱངས་རྣམ་གསུམ་གྱི་ཡ་གྱལ་དུ་བགྲངས་པའི་མཚན་སྙན་ཆེན་པོར་གྱུར། ཕྱིས་སུ་སློབ་དཔོན་ཀུ་མཱ་རཱ་ཇའི་རྒྱལ་ཚབ་ལྟ་བུར་བསྐོས་ཏེ། སྔ་འགྱུར་རྙིང་མའི་བསྟན་པའི་བདག་པོ་ཀུན་གྱི་ཚད་མར་འཛིན་པ་ཞིག་ཏུ་གྱུར། དགུང་ལོ་ང་དྲུག་པའི་ཐོག་དཔལ་བསམ་ཡས་མཆིམས་ཕུ་རུ་སྐུ་གཤེགས། ཁོང་གིས་བཀའ་རྩོམ་མཛད་པའི་གསུང་རྩོམ་ཆོས་ཚན་མ་འདྲ་བ་ཉིས་བརྒྱ་ལྔ་བཅུ་རྩ་གསུམ་བཞུགས་པ་བཅས་བོད་ཀྱི་ཆོས་དང་རིག་གནས་ཐོག་འགྲན་ཟླ་མེད་པའི་མཛད་རྗེས་ཆེན་པོ་ཡོད་མཁན་ཞིག་ཡིན། ལེའུ་དང་པོ། དཀའ་སྤྱད་དྲག་པོས་ཤེས་ཡོན་སྦྱངས་པ། ཡོངས་གྲགས་སུ་ཁོང་གི་མཚན་ལ་དགེ་བཤེས་བསམ་ཡས་པ་ཟེར། ཁོང་ནི་གཞོན་དུས་ནས་སློབ་སྦྱོང་ལ་སྙིང་རུས་ཆེ་ཞིང། དཀའ་ངལ་གང་དང་འཕྲད་ཀྱང་དཔའ་ཞུམ་པ་དང་བག་འཁུམ་པ་མེད་པར། དཀའ་ངལ་ལ་ཐབས་མཁས་པའི་སྙིང་སྟོབས་ཀྱིས་གདོང་ལེན་གནང་མཁན་ཞིག་ཡིན། ཅུང་ནར་སོན་པའི་རྗེས་གསང་ཕུའི་ཆོས་གྲྭར་སློབ་སྦྱོང་མཛད་ནས་ཡོད་པའི་སྐབས། ཐེངས་ཤིག་ཁོང་གི་སྐུའི་མདུན་རྒྱབ་ལ་གླེགས་ཤིང་རེ་བཞག་སྟེ་བདེ་གླེགས་དག་གིས་དཀྲིས། ཞལ་ནས་འཕྲེད་དུ་གདོང་དར་ཞིག་མནར་ཏེ་རང་ཉིད་དཔེ་ཆ་སྤུ་ལྡེ་ཞིག་དང་འདྲ་བར། ནང་ཡོངས་རྫོགས་ཡོན་ཏན་གྱིས་ཁེངས་ཡོད་པའི་རྣམ་འགྱུར་དང་བཅས་དབུས་གཙང་ཁུལ་གྱི་བཤད་གྲྭ་མང་པོ་ཞིག་ལ་གྲྭ་སྐོར་དམ་བཅར་ཕེབས་པ་རེད། སྐབས་དེར་གསང་ཕུ་ནི་སྙན་གྲགས་ཆེ་བའི་སློབ་སྦྱོང་གི་ལྟེ་གནས་ཤིག་ཡིན་པས་དེར་བཞུགས་པའི་སློབ་གཉེར་བ་མང་པོ་ཞིག་གིས་བསམ་ཡས་པ་ཟེར་བའི་བན་ཆུང་དེ་ང་རྒྱལ་ཤིན་ཏུ་ཆེ་ཡང། ང་རྒྱལ་ཆེ་བ་ནང་བཞིན་གྱི་ཤེས་ཡོན་ཡོད་མེད་ང་ཚོས་བལྟ་ཆོག་ཅེས་ཟེར་ནས། གཅིག་འཕྲོར་གཅིག་མཐུད་དེ་ངར་ངར་རྫིག་རྫིག་གིས་བསམ་ཡས་པ་ལ་རྟགས་གསལ་བཏང་བ་རེད། དགེ་བཤེས་བསམ་ཡས་པ་ཤིན་ཏུ་བག་ཕེབས་ཤིང་འཛུམ་པའི་མདངས་དང་བཅས་ཁོང་ཚོའི་དྲི་བ་རེ་རེར་ལན་འདེབས་མཛད། དགེ་བཤེས་བསམ་ཡས་པའི་ལན་འདེབས་ཤིན་ཏུ་ཡག་པོ་བྱུང་བ་ན་གཟུ་བོར་གནས་པའི་སློབ་གཉེར་བ་མང་པོ་ཞིག་གིས་དཔེ་ཆུང་དེ་དངོས་གནས་དཔེ་ཆ་སྤུ་ལྡེ་ཞིག་དང་འདྲ་བར་ནང་ཐམས་ཅད་ཡོན་ཏན་གྱིས་ཁེངས་ཤིང་སྤྱོད་ལམ་ཞི་དུལ་བག་ཡོད་དྭངས་བ་འདྲེན་པ་ཞིག་འདུག་ཅེས་བསྔགས་བརྗོད་ཚད་མེད་ཞུས་པ་རེད། འོན་ཀྱང་ཁམས་ནས་ཡོང་བའི་གྲྭ་པ་འགའ་ཤས་སྐབས་དེར་དགེ་བཤེས་བསམ་ཡས་པ་ལས་རྩོད་པས་ཕམ་སྟེ་མང་པོའི་དཀྱིལ་དུ་ངོ་ཚ་ཉོ་དགོས་བྱུང་བ་རེད། དེའི་རྐྱེན་གྱིས་ཁོང་ཚོས་རྒྱུན་དུ་དགེ་བཤེས་བསམ་ཡས་པ་ལ་འགྲན་སེམས་དང་ཕྲག་དོག་བྱས་ཏེ་སུན་གཙེར་དང། འདོད་མ་དེ་བ་སྣ་ཚོགས་བྱེད་ཀྱི་ཡོད་པ་རེད། ཉིན་ཞིག་ཁོ་པ་ཚོས། དགེ་བཤེས་བསམ་ཡས་པ་ཟེར་བའི་པན་ཆུང་དེ་ང་ཚོ་མི་མང་པོའི་ཁྲོད་དུ་ངོ་ཚ་ཆེན་པོ་བཟོས་བྱུང་བ་མ་ཟད། ཁོ་གསང་ཕུ་ན་མུ་མཐུད་སློབ་སྦྱོང་བྱས་ཏེ་སྡོད་བཅུག་པ་ཡིན་ན། ང་ཚོའི་ཁེ་ཕན་དང་གོ་སྐབས་མང་པོ་ཞིག་ལ་གནོད་རྒྱུ་ཡིན་པ་མ་ཟད། ང་ཚོ་དགོན་པ་འདིའི་ནང་སྔར་བཞིན་ཡག་ཤོས་དང་བཙན་ཤོས་བྱས་ནས་སྡོད་བཅུག་པ་རེད་མི་འདུག་དེ་ལས། ཁོ་རང་གསང་ཕུ་ན་སྡོད་མི་ཐུབ་པའི་ཐབས་ཤིག་བྱ་དགོས། ཟེར་ནས་ངན་འགྲོས་བྱས་པ་རེད། དེ་ནས་བཟུང་ཁོ་ཚོས་རྒྱུན་དུ་དགེ་བཤེས་བསམ་ཡས་པ་ལ་སྔར་ལས་ཀྱང་ཉེས་མེད་ཉེས་འཛུགས་དང། སུན་གཙེ་སྣ་ཚོགས་བྱིངས་ཡོད་པ་མ་ཟད། མཚམས་ཤིག་ནས་ཁོ་ཚོས་དགེ་བཤེས་བསམ་ཡས་པ་རང་གི་སྡོད་ཤག་ཏུ་ཞུགས་མ་བཅུག་པར། བཞུགས་ཤག་གཅིག་ནས་གཅིག་ཏུ་ལན་བདུན་ཕུད་པ་རེད། སྐབས་དེར་གསང་ཕུའི་གྲྭ་མང་གིས། ཁམས་པའི་གྲྭ་པ་དེ་ཚོའི་བྱ་སྤྱོད་ཚད་ལས་བརྒལ་བའི་མ་རབས་རེད། ཅེས་ཤོད་ཀྱི་ཡོད་ཀྱང། དགེ་བཤེས་བསམ་ཡས་པས་ཁོང་ཚོས་རང་ཉིད་ལ་ཉེས་འཛུགས་དང་སུན་གཙེར་ཅི་ཙམ་བྱས་ཀྱང་གནོད་ལན་སློག་རྒྱུ་ཕར་བཞག་ཐ་ན་ཁྲོ་བའི་རྣམ་འགྱུར་ཙམ་ཡང་མི་བསྟན་པར་ཤེས་ཡོན་སློབ་སྦྱོང་ཐོག་འབད་བརྩོན་ལྷོད་མེད་གནང་སྟེ་ཞུ་གི་ཡོད། འོན་ཀྱང། ཁོང་ཚོའི་སུན་གཙེ་གཏན་ནས་མཚམས་འཇོག་བྱེད་ཀྱི་མེད་པར་བརྟེན་དགེ་བཤེས་བསམ་ཡས་པའི་བསམ་པར། ང་གནས་འདིར་མུ་མཐུད་བསྡད་ཚེ་ང་རང་གི་སློབ་སྦྱོང་ལ་འགོག་རྐྱེན་མང་བ་མ་ཟད། ཁམས་པ་འདི་ཚོའི་ཉོན་མོངས་འཕེལ་བའི་རྐྱེན་བྱེད་ཀྱི་འདུག་དེ་ལས་ང་གསང་ཕུ་ནས་ཐོན་ཏེ་སོང་ན་བཟང་བ་འདུག། ཅེས་དགོངས་ཏེ་བསམ་ཡས་པ་རང་ཉིད་གསང་ཕུ་ནས་ཐོན་རྒྱུར་བློ་ཐག་བཅད་པ་རེད། གནས་ཚུལ་དེ་དགེ་བཤེས་བསམ་ཡས་པའི་ཆོས་གྲོགས་འགའ་ཤས་ཀྱིས་གོ་བ་ན་བདེན་མ་ཐག་དགེ་བཤེས་བསམ་ཡས་པའི་སར་ཡོང་སྟེ། ཁྱོད་ཆོས་གྲྭ་འདི་ནས་ཐོན་དགོས་པའི་རྒྱུ་མཚན་མེད། འདི་ནས་འགྲོ་དགོས་པ་ཁྲིམས་མེད་ལུགས་མེད་བྱེད་མཁན་ཁོ་ཚོ་ཡིན། ཁྱེད་ཀྱིས་འདིར་མུ་མཐུད་གསན་བསམ་གནང་སྟེ་བཞུགས་པ་ལས་འདི་ནས་འགྲོ་རྒྱུའི་བསམ་བློ་རྩ་བ་ནས་མ་གཏོང། ཟེར་ནས་ནན་ཏན་གྱིས་བཤད་པ་རེད། འོན་ཀྱང་དགེ་བཤེས་བསམ་ཡས་པས། ཁྱེད་ཚོས་ང་ལ་ཤ་ཚ་བའི་ཐོག་ནས་གསུང་གི་ཡོད་པ་ངས་གསལ་པོ་ཤེས་ཀྱི་ཡོད། ངས་ཐོག་མང་ནས་ཕྱོགས་ཡོངས་རྫོགས་ལ་བསམ་བློ་བཏང་ནས་འགྲོ་རྒྱུ་ཐག་གཅོད་བྱས་པ་ཡིན། ཐག་གཅོད་འདི་ཡང་ང་རང་རྐྱང་པའི་ཁེ་ཕན་གྱི་ཆེད་དུ་མིན། ང་ལ་ཤུལ་དུ་བྱ་དང་སྣམ་བུ་ཕྲན་བུ་ཡོད་པ་རྣམས་ཁམས་པ་ཚོ་ལ་སྤྲོད། ཅེས་གསུངས་ཏེ་དགོན་པ་ནས་ཐོན་ཏེ་ཕྱིན་པ་རེད།